ཕོ་ཁུར་གཅིག་དང། དེ་ནས། གློག་ཁུར་གཅིག་གཉིས་ཁོ་རང་གཉིས་རྒྱུ་དེ་རེད་ཟེར། By enormous attraction of electric force ཁོ་རང་གཉིས་འཕགས་ཚུལ་ལ་རྒྱུ་ངེས་དེ་ག་རེ་རེད། གློག་ཤུགས་ཀྱི་རེད། གློག་ཤུགས་ཀྱི་རྐྱེན་གྱིས་དེ་བསྡམས་དེ་རེད་ཟེར། རྡུལ་ཕྲན་རེ་རེའི་ནང་དུ་གློག་ཁུར་ཕོ་མོ་གཉིས། གློག་ཁུར་ཕོ་མོ་རེད་ད་གོང་ད་ངས་ཁ་དང་གི་ཁ་ལ་སོགས་གློག་རྡུལ་ལ་སོགས་ཕོ་མོ། གློག་ཁུར་ཕོ་མོ་གཉིས་ཧ་ཅང་ཆེ་བའི་གློག་གི་འཐེན་ཤུགས་ཀྱིས་མཉམ་དུ་བསྡམས་ནས་ཡོད་ཟེར།

ཁ་སར་ཤུགས་ལྡན་གནོད་རྐྱེན་ཆུང་ངུ་མ་རོ། དེ་ནས་རྒྱུ་མཚན་ནི་ཁ་ཆེ་གནས་ཁང་གཉིས་པ་ར་ལ་ཐན་ཤུགས་ལྡན་ལིའུ་མར་ལ་ཝའི་ན་དངོས་རྫས་དེ་རེ་རེའི་ནང་དུ་ཡོད་པའི་གློག་ཁུར་ཕོ་མོའི་ཁྲ་ཁ་གྲངས་མཉམ་པ་ཡིན། གློག་ཁུར་རེ་དང་དཔེ་ཆ་བཞིན་ལྕགས་ལ་དངོས་པོ་གཅིག་གི་ནང་ལོགས་ལ་ཁ་རེ་ང་ཚོ་ད་ལྟ་དཔེ་ཆ་བཞིན་དེབ་དེ་ཆགས་བྱས་ན་ཁོ་ནང་ལོགས་ལ་ཁ་རེ་གློག་ཁུར་ཕོ་མོ་གཉིས་ཀ་ཁ་གྲངས་གཅིག་པ་རེད་ཁ་གྲངས་གཅིག་པ་ཡོད་བས་ན་ཁོ་ལ་མི་སེར་གྱི་ཁར་ཕོ་མང་དང་མོ་མང་ལ་ནས་མེད་དུས་རྩམ་པ་ལ་ལྕགས་ལ་ཞིམ་པ་བཞིན་མཉམ་དུ་ལས། ཁོ་གིས་དེ་ག་ལ་ཤུགས་དེ་སྤྲད་ཐུབ་མ་རོགས། གཉིས་ཀ་ཆ་སྙོན་འཛོམས་པ་ལ། ཤུགས་དེ་མ་བཟོ་ནས་ཁོ་རང་གཉིས་ཁོ་རང་གཉིས་ནང་ལོགས་ལ་ཚུད་དོན་མ་བྱེད་ལྷག་མ་བརྗོད་མ་རོགས། ད་གལ་སྲིད་ང་ཚོ་ལ། འདི་ན་ལ་ཕོ། ཕོ་ཁུར་ཆ་ས་འདི་ལ། གློ་ཁུར་ཕོ་གཉིས་དང། འདི་ལ་གློ་ཁུར་མོ་གཅིག་མ་ཞིག་མེད་པ་ཡིན་ན། ཁོ་རང་གཉིས། འདི་ཅི་རེད་ག་རེ་ཤུགས་གནོད་ཀྱི་ཡོད་རེད་ཟེར་འདི་ཐལ་བ་ཆགས་སོ། འདི་ཐལ་བ་ཆགས་འདུག་བསམ་པ་ལ་ག་ཅིག་རེད་ཁོ་གིས་གཞན་པ་མཉམ་དུ་ལ། ལྕགས་ལ་གཞན་པ་ཞིག་མཉམ་དུ་ལ་ཁོ་ག་ཅིག་རེད། འབྲེལ་བ་བྱེད་སྲིད་རེད་ཡང་ན་ཤུགས་གནོད་སྐྱེལ་སྲིད་རོ་བྱེད་ཙང་ཁོ་ནི་ཁོ་གཉིས་བར་དངོས་པོ་གཉིས་བར་ལ་འབྲེལ་བ་དུ་ལས་དང་ཤུགས་རྐྱེན་གཅིག་ཏུ་ལས་ད་རོ། ད་གལ་སྲིད་བཅའ་ལག་གཉིས་ཡོད་བ་བྱས་ཁོ་རང་གཉིས་ཀ་ནང་ལོགས་ལ་ཕོ་རྡུལ་དང་མོ་རྡུལ་གཉིས་ཀ་གཅིག་པ་བྱས་དེ་ན་ཤིང་སོརི་ཕོ་ཁུ་དང་མོ་ཁུ་གཉིས་གཅིག་པ་བྱས་ཕོ་ཁུ་དང་མོ་ཁུ་གཅིག་པ་ཡིན་བ་ན་ཁོ་རང་ནང་ཁུའི་ནང་ལོགས་ལ་ཁྲག་ཁྲག་བསྡད་འདོད་རེད་ཡིན་ན་ཁོ་རང་གཉིས་བར་ལ་སྤྲེའ་ཡི་ཤུགས་གནོད་ཁོ་ར་སྤྲེའ་ཡི་འདི་ཁོ་ར་མི་འདུག་ཤི་ཁོ་ར་མི་འདུག་ཤི་ཁ་ཅིན་ཡོད་མ་ལ་ན།